སྲོལ་རྒྱུན་གྱི་ངོས་ནས་བལྟས་པ་ཡིན་ན། དགེ་རྒན་དེས་སྡེ་ལས་ཐམས་ཅད་ཀྱི་རྩ་བ་རབས་ཅིག་ལ་བརྩི་གི་ཡོད་རེད། དེང་རབས་ཀྱི་ལྟ་སྟངས་ཀྱིས་བལྟས་པ་ཡིན་ན། དགེ་རྒན་ཟེར་ཡ་དེ། རྒྱལ་ཁབ་ཅིག་དང་མི་རིགས་གཅིག་གི་འབྱུང་འགྱུར་གྱི་མདུན་ལམ་ག་འདྲས་ཀྱིས་འགྲོ་མ་འགྲོ་གི་ཁ་ལོ་བསྒྱུར་མཁན་གྱི་ཁ་ལོ་བ་ལྟ་བུ་ཞིག་ཡིན་པ་ལ་ཆ་འཇོག་བྱེད་ཀྱི་ཡོད་རེད། དཔེར་ན་མི་རབས་གཅིག་གིས་ཤེས་ཡོན་གྱི་གནས་སྟངས་ཡག་པོ་མ་བྱུང་བ་ཡིན་ན། བྱུང་བ་རིག་པ་ཤེས་མཁན་དེ་ཚོའི་མང་བ་ལ་ཡང་དེའི་འགན་གཙོ་བོ་རག་སྟེ། སྐབས་དེ་དུས་དགེ་རྒན་ཚོའི་ཐོག་ལ། འབྲི་ཡག་ཅིག་དང། དགེ་རྒན་དེ་ཚོས་རང་རང་གི་ལས་གཏོད་སྐབས་ལ་ཡང། མི་རིགས་དང་རྒྱལ་ཁབ་བྱུང་རབས་ལ་འགན་ཁུར་བའི་ཐོག་ནས། བྱ་ལས་མ་བསྣམས་པའི་ཉེས་འཛུགས་ཅིག་ཡོང་ཡག་གི་གཞི་རྩ་ཏན་ཏན་ཡོད་རེད། དཔེར་ན་ད་ལྟའི་མི་རབས་ནང་ནས་མི་ཁ་ཤས་ཀྱི་བསམ་ཚུལ་ལ།

བོད་ཕྱི་ནང་ནས་བརྒྱུད་པའི་བོད་མི་ཚང་མ་ལོ། རྒྱ་དམར་གྱི་བཙན་གནོན་གྱི་འོག་ལ་དམྱལ་བ་མི་ཡུལ་དུ་མྱོང་བ་ལྟ་བུ་དཀའ་ངལ་ཞི་དྲག་ཅིག་བོད་ཀྱི་མི་རིགས་དང་རྒྱལ་ཁབ་ཁོ་རང་ཆགས་འཇིག་གི་གནས་ལ་ཡ་གྱར་དགོས་ཡ་དེ་ང་རང་ཚོའི་མི་རབས་གོང་མ་ཚོའི་སྐབས་ལ་སྤྱིར་ཤེས་ཡོན་དང། ལྷག་པར་དུ་དེང་རབས་ཀྱི་ཤེས་ཡོན་ལ་དོ་སྣང་དང་མི་ཤིས་པ་ཞིག་དང་ཚད་ལྡན་པ་ཅིག་མ་བྱས་པའི་ཉེན་ལས་ཏན་བྱུང་བ་རེད་ཟེར་ནས་བསམ་མཁན་དང་གསུང་མཁན་མང་པོ་ཡོད་རེད་ད་དེའི་ནང་ལ་སྡིངས་པ་ག་ཚོད་ཅིག་ཡོད་མེད་དེ་དཔྱད་གཞི་རེད་ངས་ཁོ་ཚོ་ལབ་པ་དེ་སྡིངས་པ་རེད་ཟེར་ནས་བསམ་གི་ཡོད་མེད་ལ

སྐབས་དེ་དུས་ཀྱི་རྒྱ་ནག་མགོ་ཁྲིད་སྐད་གྲགས་ཅན་དེ་ཚོ་ཐའེ་ཝན་ནས་བྲོས་ནས་སྐབས་དེ་དགོས་བྱུང་བ་རེད། རྒྱ་ནག་ཡོངས་སུ་རྫོགས་པ་དེ། དམར་པོའི་ཆབ་སྲིད་ཀྱི་དབང་བསྒྱུར་བྱས་པ་རེད། དེའི་སྐབས་ལ་ཡང། རྒྱ་ནག་གི་མང་ཚོགས་ཀྱི་ནང་ལ་དེང་རབས་ཀྱི་ཤེས་ཡོན་མ་འདང་བ་ཅིག་ཡོད་པའི་གནས་སྟངས་དེ་ཆགས་ཀྱི་ཡོད་མ་རེད། དུས་རབས་བཅུ་དགུ་པའི་མཇུག་བརྒྱ་ཕྲག་བཅུ་དགུ་པའི་མཇུག་དང། བརྒྱ་ཕྲག་ཉི་ཤུ་པའི་མགོ་སྟོད་ལ། རྗེ་དྲིན་ཆོན་ཡོངས་ལ་ཕར་འབུད་མང་པོ་ཞིག་བྱུང་བ་རེད། རྨ་ཆེན་གཉིས་འཐབ་རྩོད་བྱས་པ་རེད། དེ་ཚོ་ཚང་མའི་ཐོག་ལ་བལྟས་པ་ཡིན་ན། རྒྱལ་ཁབ་དང་མི་རིགས་ཁ་ཤས་རྒྱལ་ཁ་འཐབ་པ་རེད་ཁ་ཤས་འཕངས་པ་རེད་ཁ་ཤས་མགོ་ཐག་ཞུ་བ་བྱུང་བ་རེད་ཁ་ཤས་ཞག་གི་ངོ་ཚབ། ཁ་ཆེམས་འོག་ལ་བསྡད་དགོས་བྱུང་བ་རེད། དེ་ཚོ་ཚང་མས། མི་རིགས་དང་རྒྱལ་ཁབ་ཀྱི་སྐབས་དེ་དུས་ཀྱི་གནས་བབ་ལ་གཟིགས་པ་ཡིན་ན། དེང་རབས་ཀྱི་ཤེས་ཡོན་ཡོད་མཁན་མང་པོ་ཡོད་དེང་རབས་ཀྱི་ཤེས་ཡོན་མེད་མཁན་མང་པོ་ཡོད་རེད། འདས་པའི་ལོ་ཁ་ཤས་ཀྱི་ནང། འཇིག་རྟེན་ཁྱོན་ཡོངས་ནས་ཀྱང། སྟོབས་ཤུགས་ཆེ་བའི་རྒྱལ་ཁབ་གཉིས་ཀྱི་ནང་ནས། གཅིག་དེ། ཨུ་རུ་སུ་སྤྱི་མཐུན་རྒྱལ་ཁབ་དེ་ཡིན་པ་རེད། ཁ་ཐོག་ལ་ཕྱིན་པ་རེད། ཉི་མ་ཁ་ཤས་ཀྱི་ནང་ཁ་ཐོག་ལ་ཕྱིན་པ་རེད། དེ་དུས་ཀ་ལའི་ཨུ་རུ་སུ་སྤྱི་མཐུན་རྒྱལ་ཁབ་ཀྱི་འགོ་ཁྲིད་དང་མང་ཚོགས་ཀྱི་ནང་དེང་རབས་ཀྱི་ཤེས་ཡོན་མ་འདང་པ་དང་དེང་རབས་ཀྱི་ཤེས་ཡོན་མེད་པ་དེ་རྩ་བ་ནས་མ་རེད། དེ་འདྲ་ཡིན་ཙང་ལས་སླ་པོ་གཅིག་གི་ཐོག་ནས་ང་ཚོའི་ད་ལྟའི་གནས་བབ་དེ་ང་ཚོའི་མི་རབས་གོང་མ་ཚོའི་སྐབས་ལ་ཡ་དེང་རབས་ཀྱི་ཤེས་ཡོན་གྱི་མ་འདང་པའི་དབང་གིས་བྱུང་བ་རེད་ཟེར་ཡ་དང། ཆོས་ལ་དོ་སྣང་ཆེ་དྲགས་པའི་དབང་གིས་བྱུང་བ་རེད་ཟེར་ཡག་གི། བསམ་ཚུལ་དང་བརྗོད་ཚུལ་ཡོད་པ་སྤྱད་དེ་ཞིབ་འཇུག་བྱེད་དགོས་པ་ཅི་རེད། ཡིན་ནའི་ད་ལྟ་བསམ་ཚུལ་དེ་འདྲའི་བྱེད་ཡོ་རེད་ཡོད་པ་ནང་བཞིན། ང་རང་ཚོ་མི་རབས་དེ་རྫོགས་པའི་རྗེས་ལ་ཡང་ད་ལྟ་ནས་བརྩིས་པའི་ལོ་དྲུག་ཅུ་བདུན་ཅུ་བརྒྱ་གི་རྗེས་ལ། སྐབས་དེ་དུས་ཀྱི་མི་རབས་ཚོ་ཕྱི་བལྟས་ཀློག་པའི་སྐབས་ལ། ད་ལྟའི་དགེ་རྒན་ཚོས་ད་ལྟའི་ཤེས་ཡོན་གྱི་གོ་སྒྲིག་བྱེད་མཁན་གྱི་ལས་ཀྱི་སྣེ་མོ་ཚོས་འགྲིག་པ་རེད་མ་འགྲིག་པ་རེད་དེའི་ཐོག་ལ་བསྐྱར་བཤད་བྱེད་ཡོང་ཡ་ཡིན་པ་དེ་བཤད་མ་གོ་བ་རེད་དེ་བསྐྱར་བཤད་བྱེད་པའི་སྐབས་ལ་ད་ལྟའི་དགེ་རྒན་ཚོས་མི་རིགས་དང་བྱུང་རབས་ལ་འགན་ཁུར་སྟངས་དེ་ཚད་དང་ལྡན་པ་བྱུང་མེད་པ་ཡིན་ན་ང་རང་ཚོའི་མི་ཚེ་རིང་ལ་ཡང་རང་རང་སོ་སོ་བསམ་པ་ར་བ་དག་ནས

ཚང་མས་མོས་བོར་ཡག་གི་གཞི་རྩ་གཅིག་ཏུ་ཆགས་པ་ཡིན་ན་ཕམ་པོ་ཞིག་ཆགས་རེད་བསམ་འདུག་དེ་འདྲས་སོང་བ་ཡིན་ཙང་ད་ལྟའི་གནས་སྐབས་ཀྱི་དགེ་རྒན་གྱི་སྤྱི་ཚོགས་སྤྱི་དང། ལྷག་པར་དུ་གཞི་རིམ་དབུ་མའི་དགེ་རྒན་གྱི་སྤྱི་ཚོགས་ཟེར་ཏེ་བསྡད་ཀྱང་གལ་ཆེན་པོ་རེད། གཞི་རིམ་བར་མ་དང་གཞི་རིམ་གོང་མ་ལ་སླེབས་པའི་སྐབས་ལ་ཡར། ལྷོ་ཕྲུག་དེ་ཚོས་རྨང་གཞིའི་དགེ

འགན་ཅི་ཡོད་བསམ་པའི་བསམ་ཚུལ་ཡོད་མཁན་གྱི་ཡ་རབས་སྤྱོད་བཟང་ལྡན་པའི་བོད་མི་ཚད་ལྡན་གྱི་ཡོང་དང་མ་ཡོང་གི་ཐོག་མའི་ས་བོན་ར་བ་དེ་གཞི་རིམ་འོག་མ་ནས་བཞག་ཚར་དགོས་རེད། གཞི་རིམ་འོག་མ་ནས་བཞག་པའི་རྨང་གཞི་དེ་གཞི་རིམ་བར་མ་དང་གཞི་རིམ་གོང་མའི་དགེ་རྒན་ཚོས་བཟོ་རྒྱུ་དང་ཡང་ཁག་པོ་ཡོད་རེད་ལ་སློབ་ཕྲུག་ཁོ་རང་ཚོའི་ངོས་ནས་བཟོས་དང་ཡང་ཁག་པོ་ཡོད་རེད། དེ་འདྲ་ཡིན་དུས།